བཀྲ་ཤིས་བདེ་ལེགས། བཀའ་དྲིན་ཆེ་བས་ལ། ཨཱ་ནི། ངའི་སྐད་གོག་འདུག་ནོར་བུ་གཅིག་ཐལ་མོ་གཅིག་ལོག་རོགས་གནང་ད། བཀྲ་ཤིས་བདེ་ལེགས་བཀའ་དྲིན་ལ།

ད་ང Australia ནས་ལག་ངན་བཟུང་འདུག Australia ལ་རྒྱལ་ཞེན་གྱི་ལྷག་བསམ་ཅན་གྱི་མི་སྣ་མང་པོ་ཅིག་ཡོད་རེད་བསམ་ནས་ཨ་ནི་ཁོ་ཚོ་ལ་རེ་བ་བཅོལ་བྱས་ནས་ཨ་ནི་ད་རེས་ང་དངོས Australia གི་འཐུས་མི་ལངས་ཀྱི་ཡོད་ད་འདི་ང་ཚོ་དམངས་གཙོའི་གི་ཐོབ་ཐང་ཅིག་རེད་ཤག་འདི་ཐོབ་ཐང་འདི་ཡིན་གྱིས་གླེང་དགོས་ཡས་ཅིག་མཐོང་སོང་ག་རེད་ཟེར་ན་ད་ངེས་པར་དུ་ང་ཚོ་འགན་འདི་འཁུར་དགོས་ཀྱི་ཡོད་རེད་བ་དང་འགན་འདི་ཤེས་པའི་རྐྱེན་གྱིས་ང་ཐོབ་ཐང་གི་ཡིན་གཅིག་གླེང་དགོས་ཀྱི་ཡོད་པ་ཅིག་ཚོར་སོང། ང་ཚོ་འགན་འཁྲི་ཅིག་ཡིན་གཅིག་འགན་འཁྲི་ཅིག་འཁུར་དགོས་ཀྱི་ཡོད་པ་ཡིན་ན། ཐོབ་ཐང་དེ་ཡོད་པའི་ཐོག་ནས་འགན་འཁྲི་དེ་འཁུར་བ་ཡིན་ན་ཨ་ནི་ནུས་པ་ཐོན་ཡོད་ལ་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་ནས་ཨ་ནི་ང་ད་རེས Australia། སྤྱི་འཐུས་ལ། འདུག་ཟེར་བྱས་ནས་ད་ལྟ་ལངས་ཡས་ལ་ཐག་བཅད་ཡིན། ཐག་བཅད་ཡས་དེ་ང་རང་གི་བསམ་བློ་སྔ་ཕྱི་བར་གསུམ་བཏང་ཡིན། ཨ་ནི་སྤྱི་ཚོགས་ལ་ད་ང་རང་ཉིས་སྟོང་ལོ་ནས་སླེབས་པ་ནས་ད་ལྟ་བར་དུ་སྤྱི་ཚོགས་ནང་ལོགས་ལ་ཨ་ནི་ལས་ཀ་མང་པོ་ཅིག་མཉམ་ཞུགས་བྱས་ཡིན། དེ་ཚོ་མང་ཆེ་ལ་ནུས་པ་དེ་ཐོན་ཡས་ལ་ངེས་པར་དུ་མི་མང་གི་རྒྱབ་སྐྱོར་དགོས་ཀྱི་ཡོད་པ་དེ་ད་དཔལ་གསལ་པོ་ཞུ་གཅིག་རེད་བྱ། མི་མང་དང་ཁ་བྲལ་བས་ཀྱི་མི་གཅིག་གིས་སྤྱི་ཚོགས་ལ་ནུས་པ་ཐོན་བས་ཀྱི་ལས་ཀ་གཅིག་ཡོང་ཡས་མེད་པ་དེ་དངོས་གནས་དྲང་གནས་རེད་བྱ། བྱས་ཙང་རྒྱལ་ཞེན་ལྷག་བསམ་ཅན་གྱི་མི་སྣ་མང་པོ་གཅིག་ད Australia ལ་ཡོད་པ་དེས་རྐྱེན་པས་ང་ཚོ་ཐུན་མོང་གི་ཐོག་ནས་ངས་ཡར་ལངས་བྱས་ནས་ང་ཚོ་ཐུན་མོང་གི་བསམ་ཚུལ་ཡིན་ན་རེད་ང་ཚོ་ཐུན་མོང་གི་དམིགས་ཡུལ་དེ་ལ་སླེབས་ཐུབ་པ་བྱེད་ཡས་ཅིག་གི་ཆེད་དུ་དེ་ནས་ང་ལངས་ཀྱི་ཡོད། འདི་སོང་ཙང་ངས་བསམ་བློ་ལ་བསམ་བློ་ག་ཚད་བཏང་ཡང། ང་ཚོ Australia ནང་ལ་ད། དངོས་གནས་དྲང་གནས་ཀྱི་དུས་ཚོད་རན་ཞིག་ཅིག་དང་རྒྱལ་ཁབ་ལ། ལྷག་བསམ་རྣམ་པར་དག་ཞུས་ཅིག་ད་ཕལ་ཆེར་ང་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ཨ་ནི་ད་ང་ཚོ་ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དངོས་གནས་དྲང་གནས་ཀྱི་རྒྱལ་ཁབ་གསར་བསྔན་གཅིག་གི་རྩ་ཆེ་ཤོས་སུ་ཡིན་པ་དེ་ངོ་ཡག་ཤོས་དེ་ངས་འཕྲོད་ཀྱི་རེད་བསམ་གྱི་འདུག་ད་ང་ཚོ་མདོར་བསྡུས་ནས་བཤད་ན་སྐུ་མདུན་ལ་ལྷག་བསམ་རྣམ་དག་གི་དད་པ་ཡོད་ངེས་ཕལ་ཆེར་ང་དྲག་ཤུལ་ཡིན་ས་རེད་བསམ་གྱི་འདུག་ད་ལྟའི་གི་ལས་ཀྱི་སྣེ་མོ་ཚོགས་ཀྱི་ལས་ཀ་བྱེད་སྟངས་ཕྱག་ལས་གནང་སྟངས་དེ་ཚོ་མང་པོ་ཅིག་ལ་ལྟ་ཡོང་དུས་ལ། ད་ཁོ་ཚོས་སོ་སོའི་གི་ཁེ་ཕན་གྱི་ཆེད་དུ་སྐུ་མདུན་གྱི་ད་ཆའི་མི་མང་གི་དད་པ་དང་མི་མང་གི་ལྷག་བསམ་ལ་ཁོ་ཚོའི་དེའི་གི་དཔུང་པའི་ག་ཞག་ནི་མི་མ་འགའ་ལ་མེ་མདའ་རྒྱག་གི་ཡོད་པ་དེ་ཤེས་ནས་གཞི་ནས་རྟ་ང་དངོས་སུ་ཡར་ལངས་དགོས་ཀྱི་ཡོད་པ་ཅིག་ཤེས་སོང། ཨ་ནི། གཙོ་བོ་དེ་འདྲས་ཅིག་ཤེས་སོང་ད། ཡིན་མ་ཡིན་ནས་ངས་ག་རེ་བྱེད་འཆར་ཡོད་མིན་དང། མ་འོངས་པ་ལ་ག་རེ་བྱེད་འཆར་ཡོད་མིན་ཡང་རིམ་པས་རིམ་པས་དཔྱད་ནས་ངས་དེ་ནས་མ། མི་མ་མཉམ་དུ་ང་རང་ཚོ་ཚང་མ་མཉམ་དུ་ཨ་ནི་དེ་བྱེད་ཡས་ཡིན། མཉམ་སྤྱོད་བྱེད་ཞུ་ཡས་ཡིན། ད་ལྟ་དེ་རིང་ངས་ང་ལང་གི་ཡིན་ཟེར་དེ་དང་མཉམ་དུ་ང་རང་གི་ལོ་རྒྱུས་མདོར་བསྡུས་ཅིག་བཤད་བཞག་པ་ཡིན་ན་ཨ་ནི་མི་དམངས་ལྷག་བསམ་ཅན་གྱི་མི་དམངས་ཀྱིས་ང། ངོ་ཤེས་ཡས་ལ་ཏན་ཏན་ཕན་ཐོག་ཅིག་ཡོང་གི་རེད་བསམས། ད་ནི་ངས། ང་རང་གི་ལོ་རྒྱུས་འདི་མདོར་བསྡུས་ཅིག་ཞུས་པ་ཡིན། ད་ང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་བཞི་ལོ་ལ། བོད་ལྗོངས་ཀྱི་ད་དངོས་གནས་དྲང་གནས་ཀྱི་ལྷོ་ཁ་ད་ང་ཚོ། ཞིང་ལ་དང་པོ་ལྷོ་ཁ་ཕོ་བྲང་དང་པོ་ལྷོ་ཁ་རྒྱལ་པོ་དང་པོ་ལྷོ་ཁ་གང་གཱའི་ད་དང་པོ་ཡོང་ས་དེ་ང་རང་ཚོ་བོད་མི་རིགས་ཀྱི་གཅིག། གནས་ཚུལ་དང་པོ་ལྷག་ས་དེ་ང་རང་ལྷོ་ཁ་སོང་ཙང། ཨ་ནི་འདིས་རྟེན་འབྲེལ་ཡག་ག་ཅེས་རེད་བསམ་བསམ་དུ་བྱེད་ཡོད། ཨ་ནི་ལྷོ་སྐལ་གྱི་ཁུལ་མཚོ་སྣ་རྫོང་བཀྲ་ཤིས་ཐོག་མའི་ཤང་ཨ་ནི་སྔེ་མ་ཡིན་ན། ཇོ་ཡུལ་རྫོང་ཁུངས་ད་ལྟའི་གི་རྒྱལ་མི་དཔེ་ཞབས་པ་དེ་མཚོ་སྣ་རྫོང་ཁུངས་ཆགས་དེ་ཡོད་རེད། ཨ་འདི་ནི་ད་གྲོང་ཚོ་ཆུང་ཆུང་ཅིག་ནང་ལ་སྐྱེས་པའི་གི་སྤུ་གུ་ཅིག་ཡིན་ཨ་ནི་ཆུང་དུས་ལ་ཅིག་གི་དམིགས་བསལ་གི་ངའི་གཡས་གཡོན་ལ་སློབ་གྲྭ་ཆུང་ང་མ་གཏོགས་མེད་ཙང་སློབ་གྲྭ་ཆུང་ང་ནས་ཡིག་ངོ་གང་འཕྲོད་ཅིག་བྱས་དེ་ནས་ང་ཚོའི་གི་དགོན་པ་དེ་བཀྲ་ཤིས་ཐོགས་མེད་དགོན་པ་རེད་དགོན་པའི་གི། ཆོས་ལུགས་དེ་འབྲུག་པ་བཀའ་བརྒྱུད་རེད་འབྲུག་པ་བཀའ་བརྒྱུད་གི་བླ་མ་ཀླུ་སྒྲུབ་གི་མདུན་ནས་ཨ་ནི་གསང་སྔགས་གི་གདམས་ངག་གང་ལ་གང་འཚམ་ཅིག་ཞུ་ཡས་བྱུང་བ་རེད་ད་ཆུང་དུས་ལ་ཨ་འདི་ནས་ཏིའི་ཙཱ་ལོ་ཡ་གླེ་བའི་གི་སྐབས་ལ་ཨ་ནི་ང་ཚོ་གི་མཚོན་ན་ལ་སློབ་གྲྭ་ལྟ་ཅི་བཟོ་སྲོལ་གི་འབྲིང་རིམ་ཡིན་ན་དེ་འདྲས་གི་སློབ་གྲྭ་ཅིག་ཏིའི། ཁྱོད་ནི་དེ་ནི་མཐའ་མ་དེ་ལ་ཨ་ནི་སློབ་གྲྭའི་གི་ནང་ནས་ད་ཅིག་གང་ལ་གང་འཚམ་ཅིག་སླེ་ནི་ད་ཅིག་ངེད་མ་འཛིན་གྲྭ་བཅུ་གཉིས་ཡིན་དེ་མ་སླེ་དུས་ལ་སྤུ་གུ་དེ་ཚོའི་ཅི་ཡིག་རྩིས་ཤེས་གི་ཨོ་རེད་ཅེས་ནི་ད་ཁྲ་ལ་ཁྲུམ་པོ་ཅིག་བཤད་པ་དེ་ལ་ད་དེ་དུས་མི་མང་རྣམས་ནས་ཡང་ཅིག་དེ་ལྟ་ཚུལ་ཅིག་ཨོ་རེད་ང་རང་གྲོང་གསེབ་གི་ས་ཁུལ་རང་སོང་ཙང་ཨ་ནི་དེ་ལ། ང་ཚོ་མཚོན་ན་རྫོང་ཁུལ་ལ་ཨ་ནི་གཞུང་གིས་མཚོན་ན་རྫོང་ཁུལ་དེ་དེ་མཉམ་དུ་ཐག་ཉེ་པོ་ཆགས་ཡོད་རེད་མོན་དང་ས་འབྲེལ་བྱས་ཨ་ནི་ཤིང་ཤིང་ཆ་དེ་འབེལ་པོ་སོང་ཙང་ཤིང་ཆ་ལས་སྣོན་བཟོ་གྲྭ་བྱས་ནས་བཟོ་གྲྭ་གཅིག་བཙུགས་པ་རེད་ད་བོད་སྐད་ཤིང་ཆ་ལས་སྣོན་བཟོ་གྲྭ་ཟེར་གི་འོ་རེད་རྒྱ་སྐད་བཤད་ན་སྨུག་ཚལ་ལྕགས་ཀོང་བྲང་ཟེར་དེའི་གི་རྩིས་པ་དེ་ད་ངས་འགོ་བཙུགས་ནས་ཨ་ནི་འདུག་བྱས་ནས་ལོ་གསུམ། དེའི་རྩིས་པ་ལ་དེ་བས་ཡིན། ཨ་འདི་ནས་ད་བཙན་ནང་ཁུལ་དེ་མ་ལ་ཡང་ཅིག་སྐབས་དེ་དུས་ལ་ད་ཅིག་བོད་ཀྱི་ནང་ལོགས་ལ་ཅིག་གནས་ཚུལ་འགྲོ་འདྲ་མ་འདྲ་མང་པོ་ལྷག་པའི་སྐབས་དེ་མ་རེད་ཨ་ནི་ཕི་གའི་ལྷ་ས་ན་ཡིན་ནས་རེད་ཨ་དེ་འདྲས་ཀྱི་ཐོག་ནས་ཅིག་བོད་རང་བཙན་གྱི་ཅིག་ད་ལོའི་བྱུང་བྱུང་བྱས་ལྟ་གྲུབ་ཀྱི་ཐོག་ནས། ཤོག་ཆེན་པོ་བཅས་ཀྱིས་ཨ་ནེ་དྷར་མ་དེ་ལ་བཙོན་ཁང་ལས་བཅད་དེ་སྣེ་གདོང་བཙོན་ཁང་ལ་ལོག་ཟླ་བ་དྲུག་ཚེས་གཅིག་ལྷག་སོང། ཨ་དེ་ཚོ་ཚང་མ་ཚར་ནས་ཨ་ནེ་རྒྱ་གར་ལ་སླེབས་ནས་རྒྱ་གར་ལ་ང་ཉིས་སྟོང་ལོར་འབྱོར་སོང། རྒྱ་གར་སླེབས་ནས་རྒྱ་གར་ནས་ངས་ད་ཅིག་སློབ་གྲྭའི་གི་གོ་སྐབས་ཡག་པོ་བྱས་ད་སུ་ཁ་སློབ་གྲྭ་ལ་ཅིག་འགྲོ་བ་རེད་ད་སུ་ཁ་སློབ་གྲྭའི་ནང་ལོགས་ལ་བོད་ཡིག་སྦྱང་ས་དེ་མཐོ་ཤོས་དེ་འཛིན་གྲྭ་རྒྱལ་བ་སྲས་གོ་རེ་ཡིས་ནས་འཛིན་གྲྭ་བཅུ་གཉིས་ཐོན་པའི་དགེ། སློབ་ཚན་དེ་འཛིན་གྲྭ་དྲུག་པ་བདུན་པ་ནས་བྱས་ནས། འཛིན་གྲྭ་བེད་སྤྱད་བྱེད་ལོག་གིས་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཀྱི་སློབ་ཚན་དེ་ཚོ་སློབ་ཀྱི་འདུག། ད་ང་ཆ་བཞག་ན་མི་རྒན་སླེབས་པའི་སྐབས་ལ་སློབ་ཚན་དྲུག་ཡིན་པ་ཡིན་ན་བཤེས་སྤྲིང། ནང་ཆོས་ནང་བཤེས་སྤྲིང་རེ་བཞག་རྒྱལ་རབས་ནང་ལོགས་ལ་ད་ཅིག་ང་རང་ཚོ། འཛིན་རིམ་བདུན་པ་དང་བརྒྱད་པའི་གི་ནང་ལོགས་ལ་ཡོད་པའི་གི་རྒྱལ་རབས་དེ་གའི་ཁྲིད་ཀྱི་འདུག་མ་ཨ་ནི། སུམ་དང་སྙེ་ལྔ་ལ་ཆ་བཞག་པ་ཡིན་ན། ཚངས་སྲས་བཤད་པའི་སྒྲ་དབྱངས་དེ། ལེའུ་རིམ་པས་རིམ་པས་བྱས་ནས་ལེའུ་གསུམ་པ་བར་དུ་གཅིག་མི་དགེ་སུ་ཁ་སློབ་གྲྭ་ལ་བལྟ་ཡས་བྱུང་བ་རེད། དེ་འདྲའི་འགྲོ་གཅིག། སློབ་ཆུང་གི་གོ་སྐབས་འགྲོ་གཅིག་དེ་འདྲའི་འགྲོ་གཅིག་ལ། ལས་བྱུང་ཡོད་མ་རེད་ཟེར་དགོས་བ་ད། ད་ཡིན་པ་ཡིན་ནས་ངས་སུ་ཁ་ལོ་བྲོ་ལ་ད་འཛི་ད་གྱེས་པ་སླེབས་མེད་དུས་ལ་གྱེས་པ་དེ་མཐར་ཕྱིན་པར་འགྲོ་རྒྱུའི་ཆེད་ནི་ཨ་ནི་དེ་གསུང་འབྲེལ་ཡོད་ལ་ལོ་མང་པོ་ཞིག་ཞབས་ཕྱི་ཞུས་པ་རེད་ཞབས་ཕྱི་ཟེར་ནས་ད་སོ་སོའི་གི་འདོད་དོན་དུ་བྱས་ནི་དེ་གསུང་འབྲེལ་ཡོད་ནང་ལོགས་ལ་ཨ་ནི་ཕྱག་ལས་གནང་གིན་གནང་གིན་དེ་གསུམ་འབྲེལ་ཡོད་ཀྱིས་དེ་ལ་ལས་ཀ་བས་ཏེ་ཉིན་མོ་རྟག་པར་ཡིག་ཚང་ལ་འགྲོ་མི་དགོས་སོང་ཙང་ཨ་ནི་དེའི་ཞོར་ལ། སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཞོན་ལོ་གཉིས་འདུ་བྱེད་བྱས་ཡིན། དེ་ནས། རྡ་ར་དོན་གསར་འགྱུར་སྐྱིད་སྡུག་ཚོགས་པའི་གི་ཚོགས་གཞོན་ཡང་ལོ་གཉིས་ལྷག་ཙ་གཅིག་ཚོགས་ཞིང་གི་ལས་གནས་དེ་ཟིན་ནས་གང་ལ་གང་འཚམ་ཅིག་ང་ཚོ་ལ་ནུས་པ་ཡི་ཐོན་པ་བྱུང་སོང། ཨ་ནི་དེ་གི་སྐྲ་ལ་ནི་ངས་ཤེས་རབ་བཟང་པོ་ཟུར་ཟའི་ཁྲིད་ཀྱི་ཟླ་བ་དྲུག་བརྩིས་པ་དང་བསྙད་པ་གཅིག་ལྕོགས་ཀྱི་ལས་ཀ་གཅིག་ཁུར་ཡིན། ཨ་ནི་དུས་དང་མཉམ་དུ་ཉིས་སྟོང་བཅུ་གཅིག་བཅུ་གཉིས་ནས་བཅད་ནས་བ། དགུ་བཅུ་གསུམ་ལས་འགུལ་ཚོགས་པའི་གི་ཞོར། དགུ་བཅུ་གསུམ་ལས་འགུལ་ཚོགས་པའི་གི་རྒྱུན་ལས། ཕྱོགས་ཞུགས་དང་ཨ་ནི་དབུས་རྒྱུན་བསྡོམས་པའི་ལོ་དྲུག་མ་ཟིན་པ་ཙམ་གྱི་རྗེས་ཡིན། ཨ་ནི་ཐ་མ་ཏུས་ཅན་ཨོས་ཏྲོ་ལི་ཡ་ལས་རྒྱུ་ཡིན། ད་ཨོས་ཏྲོ་ལི་ཡ་ལས་ནས་ད་ནི་སོ་སོའི་གི་ད་ཅི་ཉིན་རེ་གི་འཚོ་བ་འགྲོ་བྱས་ནི་ད་ལོ་བདུན་ཙེ་ཞིག་འགྲོ་གི་འདུག། དེའི་ནང་ལོགས་ལ་ག་དུས་ཡིན་ནས་ཅེ་གི་སོ་སོའི་གི་སྤྱི་ཚོགས་ལ་དོ་སྣང་སྤྲད་ཡས་ཡིན་ནས་རེ། གང་ག་རེའི་ཐོག་ལ་ཡིན་པ་ཡིན་ནས་སོ་སོས་ཉམས་མྱོང་བསགས་པ་ནང་བཞིན་པ་སོ་སོས་དོ་སྣང་སྤྲད་ནི། ག་དུས་ཡིན་ནས་བོད་རྒྱལ་ཁབ་དང་མི་རིགས་དེ་རྩ་བའི་རྩེ་ལ་འཁེལ་བཞིན་བསྡད་ཀྱི་ཡོད་དེ་སོང་ཙང་ད་ལྟའི་གི་དུས་ཚོད་འདི་འདྲས་ཅིག་ལ་ང་ཕལ་ཆེར་ང་གཙང་ཤུལ་འགྲོ་རྗེས་དེ་བས་གི་ཚོར་སྣང་ཡོང་གི་འདུག་ངས་ང་རང་དངོས་གནས་དྲང་གནས་གི་བོད་པ་ཆེ་དེ་ཡོད་བསམ་པས་གི་དེ་སྐབས་རི་ངའོ་དེ་བསམ་གི་བསམ་གི་ད་ངས་ཅིག་ལངས་པ་ཡིན་ན་བོད་པ་གཙང་མ། དགོས་ཡས་ལ་བོད་པ་མང་པོ་ཆེ་ག་གི་ཡོག་རེད་བསམ། ང་ལ་ཆོས་ལུགས་ཀི་ཞེན་ཁོག་ང་ལ་མེད་ལ་ཆོས་ཁའི་ཞེན་ཁོག་ཡས་ང་ལ་མེད། ཨ་ནི་ད་ག་རེད་ཆོས་ལུགས་ཀི་ཞེན་ཁོག་འགྲོ་ཡས་བྱེད་ལ་ནི་ང་བྱེད་ཐུག་ཐབས་མེད་སྐྱོ་འགྲོ་གཅིག་རེད་ང་ཐོབ་ཁུངས་བྱས་ན་སྔི་མ་ནས་ཇོ་ར་གོམས་པས་ཀི་བོ་དོང་ཆོས་ལས་རྣམ་རྒྱལ་ཀི་ཆོས་གུང་ནང་ལོག་ཐོབ་གུང་དེ་དེ་རེད། ཡིན་པ་ཡིན་ནའི་ངས་སློབ་ཆུང་དེ་འབྲུག་པ་ག་རྒྱུད་ཀྱི་བྱས་པ་རེད་དེ་གསུམ་ཚ། ང་ལ་ཆོས་ལུགས་ཀྱི་ཐོབ་གུང་འགྲོ་ཅིང་ཆོས་ལུགས་ཀྱི་ཞེན་ཁོག་ཇེ་སད་མེད་རྒྱུ་འགྲོ་ཅིང་ཆགས་དེ་ཡོད་རེད། ཨ་ནི། ད་བྱས་ཙང་ངས་ཆོལ་ཁ་ཆོས་ལུགས་ཀྱི་ཞེན་ཁོག་མེད་པར་ང་རང་གཙང་ཤུལ་དུ་ཅིག་ཡོད་པ་ཅིག་ལ་ལྟ། ད་རེས་ང་ཚོ Australia ནས་དེ་འདྲས་ཅིག་ལངས་རྗེས་ནི་ཨ་ནི་མི་མང་གིས་རྒྱབ་སྐྱོར་བརྒྱ་ཆ་བརྒྱ་གནང་གི་ཡོད་རེད་བསམ་གྱི་འདུག་ང་མི་མང་མང་པོ་ཅིག་བློ་གཟུ་བོར་གནས་པ་དངོས་གནས་དྲང་གནས་བོད་རྒྱལ་ཁབ་དང་མི་རིགས་འདི་ལ་བསམ་བློ་ཡོད་པ་མང་པོ་ཅིག་ཡོད་རེད་བསམ་ནས་ད་རེས་ང་དགའ་བཞིན་སྤྲོ་བཞིན་ལངས་དགོས་པའི་རྒྱུ་མཚན་དེ་ཡིན། འདི་གས་ཀྱི་ང་ཚོ་ཐུན་མོང་གི་བསམ་འདུན། བསམ་དོན་གཅིག་སོང་ཙང་ང་ཚོ་སླེབས་ས་ལ་ཐུན་མོང་གི་གཅིག་ལ་སླེ་ཡས་ཀྱི་ཐོག་ནས་ཨ་ནི་ངས། ང་ཚོ་ཐུན་མོང་གི་དམིགས་ཡུལ་གཅིག་གྲུབ་བྱས་ནས་བོད་རྒྱལ་ཁབ་དང་མི་རིགས་གཙོ་བོ་བཞག་ནས་ཨ་ནི་ང་ཚོ་གོམ་པ་མདུན་སྤོས་ཅིག་བྱེད་ཐུབ་ཀྱི་རེད་བསམ་ནས་ངས་ད་ལྟ་ལངས་ཀྱི་ཡོད་བྱས་ནས་ཨ་ནི་དེ་ཞུ་གི་ཡོད་ད་ལྷག་པར་དུ Australia ལ་ཡོད་ངའི་དགེ་བཤེས་དགེ་བཞེན་ལྷག་བསམ་ཅན་གྱི་མི་སྣ་ཚང་མས་གང་མང་མང་ཅིག་རྒྱབ་སྐྱོར་ཡོད་གནང་རོགས་གནང། ངས་ང་ཚོ་ཐུན་མོང་གི་དམིགས་ཡུལ་ཅིག་གྲུབ་ཡོང་དགོས། ཨ་ནི་ང་ཚོ། རྣམ་པ་ཚོགས་ཀྱི། ནུས་པ་དེ། ང་ཚོ་མཉམ་དུ་ང་ལ། གོ་སྐབས་དེ་གནང་བྱས་ནས་རྣམ་པ་ཚོགས་ཀྱི་རྩ་ཆེ་བའི་གི་འོས་དེ་གོ་སྐབས་དེ་ང་ལ་གནང་བྱས་ནས་ངས། འཐུས་ཤོར་མེད་པ་ཅིག། བརྒྱ་ཆ་བརྒྱ་ནས་བརྒྱ། རྣམ་པ་ཚོ་ལ་ཁས་ལེན་ཞུ་ཐུབ་པ་ཅིག་བྱས་ནས། ད་ད་ལྟ་བར་དུ་ང་ཚོའི་གི་སྤྱི་ཚོགས་ད་འདི་འདྲས་ཅིག་གི་གི་གནས་སྟངས་དངོས་གནས་དྲང་གནས་གི་མི་མང་པོ་ཆེ་གེ་ཞེན་ལྷག་བསམ་ཅན་གྱི་ལྷག་བསམ་ཤིན་ཏུ་ཕྱུག་པའི་མི་དེ་ཚོའི་པའི་ཡིད་ཐང་ཆད་གི་དུས་ཚོད་དེ་འདྲས་ཅིག་སླེབས་དེ་གི་འོག་རེད་དེ་འདྲས་སོང་ཙང་ང་ཚོའི་གོང་བུ་གཅིག་གྱུར་གི་སྐྱབས་མགོན་རིན་པོ་ཆེ་ཁོ་རང་རང་གི་སྐུ་ལས་བསྐྱོན་བཞག་པའི་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་ང་ཚོས་སྔར་ལས་དེ་བཞིན་རྒྱས་པ་ཅིག་བཟོས་བྱས་ནས། དྲ་དུ་བརྙན་དགའ་བ་ཅིག་ང་ཚོས་ངེས་པར་དུ་བཟོ་ཐུབ་ཀྱི་རེད་བསམ་གྱི་འདུག་རྣམ་པ་ཚོ་གིས་ང་ལ་རྒྱབ་སྐྱོར་གནང་བ་ཡིན་ན། དེ་ལ་ང་ཚོའི་བཙན་བྱོལ་ཁྱོན་ཡོངས་ནས་མིག་དཔེ་ལྟ་བྱས་ནས་མ་འོངས་པ་ལ་ང་ཚོའི་གི་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ལས་ཀྱི་སྣེ་མོ་འཕེན་ངེས། ཚང་མ་ཐུན་མོང་མ་ཡིན་པ། པས་བོད་རྒྱལ་ཁབ་བཙལ་ཏེ་རྩ་བའི་རྩལ་ཁེ། བཅས་ནས་ལས་ཀ་བྱེད་མཁན་ཅིག་ཡོང་གི་རེད་བསམ་ནས་ཨ་ནི་ངས་དེ་འདྲས་བྱས་ནས་ལངས་ཀྱི་ཡོད། ཨ་ནི་བོད་རྒྱལ་ལོ་ཨ་ནི་ངས་གཉིས་པ་དེ་ལ་ང་རང་གིས་ལས་ཀ་ག་རེ་ག་རེ་བྱེད་མ་འོང་བ་བྱེད་འདོད་ཡོད་པ་དེ་མ་འོང་བ་ལ་དུས་ཚོད་ག་དུས་བྱུང་སོང་ནས་ང་རེ་དེ་ལ་དེ་ཞུ་གི་ཡིན། ཨ་ནི་བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ་ཨ་ནི་ཚང་མ་ལོ་འཚམས་འདྲི་ཡོད་བཀྲ་ཤིས་བདེ་ལེགས།